ལུས་རྗེས་བཅུ་བཞི་པ་ཡི་ལེའུ་གསུངས་པ། ད་ལྟ་ང་ཚོ་བོད་ཞིང་ཁ་ནང་དུ་རུད་ཅེས་སྙེ་མ་ལྷ་མ་རྣམས་བསྒྲུབས་པའི་ལུས་རྗེས་དེ་ལྟ་གི་ཡིན། ན་ཨུ་མི་ལ་རང་གི་ཁྱོ་ག་ཨེ་ལི་མི་ལིག་ནང་མི་ནི་དཔེ་འཇགས་ཤིག་ཡོད་པ་དང་ཁོང་གི་མི་ལ་སྦོ་ཨ་སིར་ཁོང་ནི་མི་སྐལ་ཆེན་པོ་ཞིག་རེད། ནཱའུ་མི་དང་རུད་ནི་སྐྱོ་བོ་ཡིན་པ་དང་ཉིན་ཞིག་རུད་ཡིས་ནཱའུ་མི་ལ་ཤི་བ་ང་མི་གཞན་གྱི་ཞལ་ཁ་ལ་འགྲོ་ནས། གལ་སྲིད་མི་སུ་ཞིག་གིས་ང་ལ་དེ་ལྟར་བྱེད་དུ་བཅུག་པ་ཡིན་ན་ངས་ཁོ་ཚོ་ཡི་ལྷ་ཁྲོ་ཡི་སྙེ་མ་དེ་སྡོད་པར་འགྲོ་གི་ཡིན་ཞེས་ཞུས་པ་དང། ནཱའུ་མི་གྱིས་ཀྱང་འགྲིག་གི་རེད་ད་ཁྱེད་རྒྱུགས། དེ་ནས་རུ་དུ་ཞིང་ཁར་ཞིག་ལ་ཕྱིན་ནས་བཙས་མ་མངགས་མཁན་རྣམས་ཀྱི་རྗེས་སུ་འགྲོ་ནས། སྣེ་མང་ལྷག་མ་རྣམས་བསྒྲུབས་པ་རེད། ཞིང་ཁ་དེ་ཡི་བདག་པོ་ནི་བོ་ཨ་ཟི་རེད། བོ་ཨ་ཟི་ཞིང་ཁ་ལ་སླེབས་པ་དང་ཁོང་གིས་ལས་བྱེད་པ་རྣམས་ལ་འཚམས་འདྲི་ཞུས་ནས་ཡ་ཧོ་ཝཱ་དཀོན་མཆོག་ཁྱོད་ཚོ་དང་མཉམ་དུ་གནས་བར་ཤོག་ཅེས་སྨྲས་པ་རེད། ཁོ་ཚོ་ཡིས་ཀྱང་ཡ་ཧོ་ཝཱ་དཀོན་མཆོག་གིས་ཁྱེད་ལ་བྱིན་རླབས་གནང་བར་ཤོག་ཅེས་ལན་བརྒྱབ་པ་རེད། Boss ཀྱི་སུ་སུ་ལས་སྐྱེས་པ་ཡི་མགུ་བ་ལ་སྤྲུལ་པ། བུ་མོ་ཞུན་ཞུན་དེ་སུ་རེད། མགུ་བ་ཡི་ལན་དུ་མོ་ནི་མོ་བ་པ་རེད་མོ་ནའོ་མི་དང་མཉམ་དུ་ཡོང་བ་རེད། གཞོན་ནུ་མ་དེ་ཡིས་ང་ལ་སྐད་ཆ་དྲིས་བྱུང། ཀུ་ཅིས་ཁྱོད་ཚོ་ཡི་ལྷག་ཟིན་པའི་སྙེ་མ་རྣམས་ང་ལ་སྡོད་དུ་བཅུག་རོགས་ཞེས་ཞུས་བྱུང། མོ་ཡིས་ཞུ་སྐད་ནི་ད་ལྟ་བར་དུ་སྐབས་ལས་བརྒྱུད་ནས་སྙེ་མ་བསྒྲུགས་སྡུག་གི་འདུག། Boss Kees Rutgelaars བུད་མེད་ལགས་ང་ལ་ནད་དམ། ཆེས་ཞེན་ཁ་གཞན་ལ་སོ་སྣེ་མ་སྒྲུག་དུ་མ་འགྲོ། ང་ལ་ལས་ཀ་བྱེད་ནས་བུད་མེད་དམ་མཉམ་དུ་བསྡད་ལ་བསྡད་ཤོག་ཅེས་གསོལ་བ་རེད། སྐྱེས་པ་རྣམས་ཀྱིས་ཁྱེད་ལ་སེམས་བུ་བཟོ་མི་ཆོག་པ་ངས་ཁོ་ཚོ་ལ་སྐད་ཆ་བཤད་ཡོད། ཁྱེད་རང་ཁ་བསྐང་གི་ཡོད་ན་ཁྱོད་ནི་ནོར་དུ་ཆུད་ཐུང། རུད་ཀྱིས་ལི་ས་ལ་བསྡུ་ནས་ཕྱག་འཚལ་ཞིང་བོས་ལ། ཁྱེད་ཀྱི་སྔ་ཕྱི་བརྒྱ་པར་ཞུས་ལ། དེ་ལྟར་ཐུགས་འཁོར་ཞེ་དགུ་ལྡེམ་དང་ཐུགས་རྗེ་དེ་འདྲ་ཆེན་པོ་རྣོ་དགུ་ལྡན་གང་ཡིན་ནམ་ཞེས་སྐད་ཆ་དྲིས་པ་རེད། བོས་ཀྱིས་ལན་དུ། ངས་ཁྱེད་ཀྱི་སྐོར་གོ་ནུས་ཡོད་ཁྱེད་ཀྱིས་རང་གི་རྒྱུ་མོ་ལ་ག་འདྲ་སྲིད་གཞུང་ཆེ་ཤོས་ཡོད་པ་དང་རང་གི་ཕ་མ་གཡུག་པ་དང་རང་གི་ནང་མི་དང་ས་ཆ་གཡུག་ནས་སྔོན་མ་ཁྱེད་ཀྱི་ཧ་མ་གོ་བའི་མི་རིགས་རྣམས་ཀྱི་རྩར་ཡོང་གི་ཡོད་པ་དེ་ངས་ཧ་གོ་གི་ཡོད། ཁྱེད་ཀྱིས་བྱས་ཡོད་པའི་ལས་ཀ་ཐམས་ཅད་ལ་ཡ་ཧོ་ཝཱ་དཀོན་མཆོག་གིས་བྱ་དགའ་དང་བྱིན་རླབས་མགོན་སྐྱོན་གནང་བར་ཤོག་ཅེས་ཟེར་བ་རེད། ཀ་ལ་ས་བའི་སྐབས་སུ་བོས་ཀྱིས་རུབ་ལ་དེ་ལ་ཤོག་ང་ཚོ་གནམ་དུ་ཀ་ལ་ས་ཞེས་ཟེར་བ་དང། བོས་ཀྱིས་མོ་ལ་ཀ་ལ་མང་པོ་སྤྲད་པ་དང་མོ་ཡི་ཁ་ལ་མང་པོ་ཟ་ཡས་ཀྱང་དང་དོ་ལྷག་པ་རེད། རུབ་ཀྱིས་ཉི་མ་མོ་བསྟན་ནས་བསྒྲུབས་པ་དང་བོས་ཀྱིས་རང་གི་ལས་ཀ་བྱེད་མཁན་རྣམས་ལ་ཁྱོད་ཚོ་སྙེ་མ་གྱོན་པ་ལྡང་བའི་སྐབས་སུ་རུད་ཀྱིས་སྙེ་མ་སྦྲུལ་ཡ་ཆེད་དུ་སྙེ་མ་མང་པོ་གཡུགས་ནས་བཞག་ཞེས་ཟེར་བ་དང་དེ་ཉིད་རུད་ཀྱིས་སྙེ་མ་མང་པོ་སྦྲུལ་ཐུབ་པ་རེད།